ཞེས་གསུངས་པ་འདི་རྒྱ་བཟའ་བྱམས་པ་མགོན་པོས་ཀྱི་རྒྱུད་བླ་མ་ནང་དུ་གསུངས་པ་རེད། ལྟ་འདི་ལ། ཞེས་པ་འདི་དེ་ང་རང་ཚོ་གི་སེམས། ང་རང་ཚོ་དངོས་གནས་དྲང་གནས་ཀྱི་སེམས་འམ་དངོས་གནས་དྲང་གནས་ཀྱི་སེམས་ཀྱི་རང་བཞིན་འདི་ལ་ཡོད་རེད། འདི་ལ། གསལ་ཆ་གསལ་ཏེ། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དང་ནི། ཉོན་མོངས་རྣམ་རྟོག་མང་པོ་ཅིག་འདུ་བ། འདི་ཚོ་དེ་ང་རང་ཚོ་གི་དངོས་གནས་དྲང་གནས་ཀྱི་སེམས་འདི་ལ་དགོས་ཡོད་མ་རེད་དངོས་གནས་དྲང་བདེན་གྱི་སེམས་འདི་ལ་གནོད་པ་བསྐྱལ་ཡོད་མ་རེད། གནོད་པ་བསྐྱལ་མེད་པའམ་དགོས་མེད་དུས་འདི་ཕ་གསལ་དགོས་ཡོད་དང་གསལ་དགོས་ཡོད་དང་འདི་མ་སྤང་དགོས་ཡོད་ལ་སོགས་པ་གང་གང་ཅི་གང་ཅི་ཡང་ཡོད་མ་རེད་ལགས་ཡོད་རེད། དཔེར་ན་ང་རང་ཚོ་དུག་ལོག་ལ་ད་ཅིག་ད་ལ་དགོས་བསྡད་པ་དང་ཙོག་པོ་དགོས་བསྡད་ན་ཨ་ནི་ཙོག་པོ་དེ་ཕ་གསལ། རེད་བ། ཐ་ལ་དེ་བག་གསར་ལག་གི་རེད་བ། ཙོག་པུ་དང་ཐ་ལ་ཁོ་རང་དགོས་མེད་ན་གསར་དགོས་གང་ཡང་ཡོད་རེད་ཡོད་མ་རེད་བ། འོ་འདི་ནང་བཞིན་འདི་ལ་གསར་བྱ་ཅི་ཡང་མེད། ཞག་པར་བཞག་བ་ཅུང་ཟད་མེད། ང་རང་ཚོ་གི་དངོས་གནས་དྲང་གནས་ཀྱི་སེམས་འམ་སེམས་ཀྱི་རང་བཞིན་ཟེར་ཡ་འདི། སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་ཁོ་རང་གིས་ང་རང་གི་སེམས་དངོས་གནས་དྲང་གནས་འདི་ལ། ཕན་མི་བྱེད་བཟང་པོ་ཡག་པོ་ནུས་པ་ཚང་མ་ཅིག་ཚང་ཐུབ་ཀྱི་ཡོད་རེད་ཚང་བསྡད་ཡོད་རེད་གང་ཡིན་ན་བྱེད་ཐུབ་ཡའི་ནུས་པ་ཚང་བསྡད་ཡོད་རེད། སེམས་ཀྱི་རང་བཞིན་ཁོ་རང་ལ་གནོན་པ་བརྒྱབ་སྟེ་ལ་སོགས་པ་དག་ནི་བཟང་རུ་བཟོས་དགོས་དང་ཡག་རུ་བཟོས་དགོས་དང་ཡག་པོ་བསྒྱུར་དགོས་ལ་སོགས་པ་གང་གང་ཅིག་ཡོད་མ་རེད་ཟེར། ཞགས་པར་བྱའོ་ཅུང་ཟད་སྨྲས། ཡང་དག་ཉིད་ལ་ཡང་དག་དག་ཟེར་ན་སེམས་ཀྱི་རང་བཞིན་ངོ་འོད་གསལ་བའམ་དངོས་གནས་དྲང་གནས་ཀྱི་སེམས་ག་རེ་ཡིན་པ་རྣམ་པར་བརྟག་པར་ནུས་པ་ཡོད་པ་ཡོད་པ་ལ་ཡོད་པར་ངོ་ཤེས་ཡོད་པ་ལ་ཡིན་པར་ཡིན་པར་ཧ་གོ་བ་ཡིན་ན་དེ་ནི། མཐོང་ཐུབ་བམ་ལྟ་བ་ཡིན་ན་ཨ་ནི་རང་ཚོ་ད་རེས་སེམས་འདི་དང་གོ་བ་འདི་ལས་ཐར་འགྲོ་དགོས་རེད་འདོད་ཆགས་ཞེ་དྲག་གཏི་མུག་ང་རྒྱལ་ཕྲག་དོག་ལ་སོགས་པ་གནས་སྐབས་ཀྱི་ད་ཅིག་རྣམ་རྟོག་ཟང་ང་ཟིང་ངེ་འདི་ལས་གྲོལ་འགྲོ་དགོས་རེད་ཡང་དག་གཉིད་ལ་ཡང་དག་ལྟ་ཡང་དག་མཐོང་དང་རྣམ་པར་འགྲོ་མཐོང་གསལ་འདི་ང་ཚོ་མིག་གིས་མཐོང་སླ་ཡང་མར་དག་སེམས་ནང་གི་ཉམས་མྱོང་གིས་མཐོང་བ། རྒྱུད་ལ་རྟོག་པས་རྟོག་པས་རྟོག་པའི་སྒོ་ནས་རྟོགས་པའམ་རྟོག་པའི་སྒོ་ནས་མཐོང་བ། རོ་བ་ཉམས་རྟོགས་ཀྱི་ནང་གི་སེམས་ཀྱི་ད་ཉམས་ལེན་མྱོང་བས་མཐོང་བ་ལ་དགོས་རེད། དེ་འདྲའི་ཉམས་ལེན་གྱིས་ད་ཡང་དག་པར་མཐོང་བ་ཡིན་ན་ནི། ད་ང་རང་ཚོ་འཁོར་བ་འདིར་མཐར་འགྲོ་དགོས་ལ་འདོད་ཆགས་ཞེ་དྲག་གཏི་མུག་ང་རྒྱལ་ལ་སོགས་པ་དེ་འདྲ་གིས་ང་ཚོ་ལ་གནོད་པ་རྗེས་འདེད་ཀྱི་རྗེས་ཐུག་གི་མ་རེད་ལ་རེད། ཅི་སྟངས་རྗེས་ད་འདི་ག་རེ་གསུངས་ཡོད་འདོད་ན་ངོ་མ་རྡོག་རྡོག་འདི་ག་རེ་གསུངས་ཡོད་ཟེར་ང་རང་ཚོ་གི་སེམས་གསལ་ཏེ་སེམས་གསལ་ཏེ། ཨ་ནི། ངོ་བོའམ་ཁོ་རང་གི་སེམས་ཀྱི་རང་བཞིན་དེ་དངོས་ནི་གཙང་མ་གཙང་རྐྱང་སངས་རྒྱས་ཡིན་པ་བདེ་གཤེགས་སྙིང་པོ་ཆོས་ཉིད་སངས་རྒྱས་དངོས་ཡིན་དེ་རེད་ཡིན་ནའི་ང་རང་ངོ་མ་ཤེས་ནས། ཧ་མ་གོ་ནས་ནི་འཁོར་བ་ལ་འཁྱམས་ཏེ་ཡོད། དེ་རྣམ་རྟོག་ཟང་ངེ་ཟིང་ངེ་གི་དབང་དུ་ཁྲིད་ནས། འདི་ཐམས་ཅད་འཁྲུལ་སྣང་ཡིན་ལགས་ཀྱི་ཡོད། འཁྲུལ་པའི་སྣང་བ་ཡིན། འདི་འཁྲུལ་པའི་སྣང་བའི་དབང་དུ་ཤོར། སྒོ་ལྔའི་དབང་དུ་ཤོར། དེ་ནི་ང་རང་ཚོ་ཧ་མ་གོ་འོང་དུས་ཨ་ནི་སོ་སོ་དོན་མེད་ཀྱི་སྡུག་བསྔལ་མང་པོ་ཅིག་མྱོང་བསྡད་ཀྱི་འདུག་ད་མི་ཁ་ཤས་ཞི་བོ་འཇོན་པོ་ཡོད་མི་ཁ་ཤས་དཔེ་མཁས་པ་འདྲ་བོ་མི་ཁ་ཤས་དཔེ་རྨོངས་པ་འདྲ་བོ་མི་ཁ་ཤས་དཔེ་འཇོན་ཐང་མེད་བསྡད་བ་དེ་ཡོང་བ་དེ་གཙོ་བོ་དེ་སོ་སོ་རྒྱུད་ལ་དེ་འདྲ་གི་ནུས་པ་ཆ་ཚང་ཡོད་པ་དེ་ལ་གོམས་ཧ་མ་གོ་ནས། དེ་ལ་བཟོད་བརྗོད་ད་ག་གམ་གོམས་གཤིས་མ་ཐེབས་ནས། དགའ་རོགས་ཉམས་མྱོང་མ་ཐེབས་ནས་འདི་ནས་ཆགས་སོང་ཡོད་གོམས་མྱོང་ཐེབས་ན་ང་རང་ཚོ་ཚང་མ་རྒྱུད་ལ་ནུས་པ་ཆ་ཚང་ཡོད་རེད་ནུས་པ་དེ་དག་ཚུར་ཐོན་དགོས་ཡོད་རེད་ལ་རེད། དཔེར་ན་ང་རང་ཚོའི་འགྲམ་ཙག་ར་དེ་འདི་ནས་ཡོད་ར་ཙག་ར་དེ་ཤིང་ཤིང་བརྗོད་ར་ད་ཙག་ར་དེ་དང་དེ་དཔེ་གི་ཙག་ར་སྒམ་གཉིས་དེ་རྒྱབ་ནས་མེ་སྤར་ན་གཅིག་པུ་མེ་ལྡུགས་ཟིན་ན་མེ་ཐོན་ཡོང་གི་རེད་མ་གཏོགས་ཅིག་ཙག་ར་དང་སྒམ་གཉིས་ཀ་ཕག་དེ་ཨ་ཞག་ཞག་དང་ད་མེ་ཡོད་རེད་མེ་ཡོད་རེད་ལབ་ན་ཡོད་རེད་ལབ་ན་གཅིག་པུ་འགྲིག་གི་མ་ར། བྱས་ཙང་ང་རང་ཚོ་གི་སེམས་ཀྱི་རང་བཞིན་དེ་འདྲི་མ་དགོས་ཡོད་མར་ལབ་ནི་དེ་འགྲིག་གི་མ་རག་ད་འདི་དགོས་མེད་པ་ལ་མེད་པར་ཧ་དགོས་བའི་ཕྱིར་ད་འདི་ཉམས་ལེན་བྱེད་འོར་ད་གོམས་འོར་འདི་ཐོག་ལ་ག་འདྲི་ཅིག་རེད་འདུག་ཟེར་ནས་བརྟག་ཅིང་དཔྱད་གོམས་བརྒྱབ་འདི་བྱེད་ན་ནི་ནུས་པ་ཆང་ཐོན་འོང་གི་རེད་ཟེར་ལ་ཡོད་རེད། ཞེས་ཞུས་ཡིན་བཀྲ་ཤིས་བདེ་ལེགས།